སྟོང་ལོའི་འཇིགས་འགྲིལ་མཚམས་ལ་སོན་དུས། བོད་ནང་དུ་རྒྱ་ནག་གི་སྲི་ཞུའི་བྱེ་བྲག་སུ་བཏང་ཡའི་དབང་གིས་བྱུང་བའི་འཇིགས་འགྲིལ་ཞིག་ནི། བོད་མི་སྤྱི་མ་ཚོར་ཚབས་ཆེའི་དཀའ་ངལ་བཟོས་པ་ཙམ་དུ་མ་ཟད། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་ཡང་སྲིད་ངོས་འཛིན་གྱི་ཐད་ལའང་ཡིད་སྐྱོ་དགོས་པའི་གོད་ཆག་བཟོས་པ་དེ་རེད། མུ་ཆེའི་རེ་བར། པཎ་ཆེན་རིན་པོ་ཆེའི་ཡང་སྲིད་རྩད་གཅོད་ཐད། བོད་ནང་གི་བཀྲ་ཤིས་ལྷུན་པོ་དགོན་པ་དང། ཉམས་རོལ་བྱེད་པ་བརྒྱུད་རྒྱ་ནག་གཞུང་དང་ཡང་འབྲེལ་མཐུད་བྱས་ཏེ་ཆོས་མིན་གྱི་རོགས་ཕན་བྱ་ཐུབ་ན་སྙམ་པ་བྱུང། དེ་ལ་རྒྱ་ནག་གཞུང་གིས་དངོས་གནས་པཎ་ཆེན་རིན་པོ་ཆེའི་ཡང་སྲིད་གི་གཞུང་འབྲེལ་འདེམས་སྒྲིག་བྱ་རྒྱུ་དེར་སྲིད་དོན་གྱི་གནད་འགག་ཡོད་པར་མཐོང་གི་ཡོད་མོད། སྤྱིར་ནི་བླ་ཆེན་གྱི་ཡང་སྲིད་ངོས་འཛིན་བྱེད་ཚུལ་གཞན་ལྟར་པཎ་ཆེན་རིན་པོ་ཆེའི་ཡང་སྲིད་ངོས་འཛིན་བྱ་རྒྱུ་ནི་བོད་བརྒྱུད་ནང་བསྟན་གྱི་ཆོས་ཕྱོགས་ཐད་དཀའ་གནད་ཤིན་ཏུ་ཆེན་པོ་ཞིག་ཆགས་ཡོད། དེ་ལྟ་བས་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཕྱི་ཟླ་གཉིས་པའི་ནང། བོད་ཀྱི་ལོ་སར་ཚེས་གསུམ་གྱི་ཉིན་ངོས་ནས། པཎ་ཆེན་རིན་པོ་ཆེའི་ཡང་སྲིད། བོད་ཕྱི་ནང་གང་དུ་གྲོངས་ཡོད་མེད་གཟེངས་རྟགས་འབྲེལ་བར། བོད་ནང་གྲོངས་ཡོད་ཅེས་བཏོན། དེར་བརྟེན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཟླ་བ་གསུམ་པའི་ནང། ངོས་ནས་འདི་ལོའི་རྒྱ་ནག་གཞུང་ཚབ་བརྒྱུད། རྒྱ་ནག་གཞུང་ལ། པཎ་ཆེན་རིན་པོ་ཆེའི་ཡང་སྲིད་རྩད་གཅོད་ཀྱི་ལས་དོན་ལ། ཕན་གྲོགས་གཞན་དོན་ཡོད་ལུགས། གསར་བརྗེ་བྱས་པ་ཡིན། དེ་ཡང། དུས་རབས་བཅུ་བདུན་པའི་ནང། པཎ་ཆེན་ཀུན་འཕྲང་བཞི་བ་བློ་བཟང་ཆོས་རྗེ་རྒྱལ་མཚན་གྱིས། ཏཱ་ལའི་བླ་མ་ཀུན་འཕྲང་ལྔ་པ་ངོས་འཛིན་གནང་བ་ནས་བཟུང་སྟེ། ཏཱ་ལའི་བླ་མ་དང་པཎ་ཆེན་རིན་པོ་ཆེའི་དབར། ཕན་ཚུན་ཡང་སྲིད་ངོས་འཛིན་རྫ་རིའི་ནང་སོར་བྱུང་ཡོད་པ་རེད། ལོ་རྒྱུས་ཀྱི་ལམ་སྲོལ་དེ་འདྲ་ཡོད་སྟབས། པཎ་ཆེན་རིན་པོ་ཆེའི་གདན་ས་དང། འབྲེལ་ཡོད་ཧི་མ་ལ་ཡའི་རི་རྒྱུད་ཀྱི་ཆོས་སྡེ་ཁག། གཞན་ཡང། ཟབ་ཤོག་རྐང་ཚར་གནས་པའི་བོད་མི་ཚོས་ངོས་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཡང་སྲིད་ངོས་འཛིན་ཡོང་བའི་རེ་སྐུལ་བྱུང་དོན་ལྟར། ལོ་རྒྱུས་དང་ཆོས་ཕྱོགས་གང་ཐད་ནས་པཎ་ཆེན་རིན་པོ་ཆེ་ཡང་སྲིད་རྩད་གཅོད་བྱེད་ཕྱོགས་ལ་རོགས་ཕན་བྱ་རྒྱུའི་ཨུ་འགན་ངོས་རང་གི་ཐང་དུ་བབས་ཡོད་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ཟླ་བ་བདུན་པའི་ཚེས་བཅུ་བདུན་ཉིན་གཞིས་བྱེས་བཀྲ་ཤིས་ལྷུན་པོ་དགོན་པའི་མཁན་པོ་དང་ཡང་སྲིད་རྩེ་ཆུ་མཚོ་བྱང་གི་ཚོགས་གཙོ་བྱ་བྲལ་རིན་པོ་ཆེ་ནི། ངུ་བྱེད་ཆེན་པོ་རྒྱ་ལོ་དོན་གྲུབ་པེ་ཅིན་དུ་ངོ་ཐུག་ཐོག་གོ་བོར་བརྙན་བཞེས་ཤོག་སྒྲིལ་གཅིག་བསྐུར་འགྱུར་གནང། ཡང་སྲིད་རྩེ་ཆུ་ཐོག་དོན་གྱི་རུ་རོགས་ཕུན་ཡོང་བའི་རེ་སྐུལ་གནང་འདུག་པ་ལྟར། བྱ་བྲལ་རིན་པོ་ཆེ་ནི། རྒྱ་ནག་གི་མགོ་ཁྲིད་ཚོས། མཁྱེན་རྟོགས་ཆ་ཚང་ཡོད་པའི་ཐོག་ནས་ཕྱག་ལས་གནང་གི་ཡོད་ཤག་བྱས་ཏེ། ཁོང་རྡ་རམ་ས་ལར་གྲོས་བསྡུར་ཆེད་མགྲོན་འབོད་བྱས་པ་ཡིན། ཁོང་རྡ་སར་ཕེབས་མ་ཐུབ་ཀྱང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ལོ་མཇུག་ཏུ། བྱ་བྲལ་རིན་པོ་ཆེའི་གཟབ་ནན་ཆེན་པོས་འདེམས་སྒྲིག་གནང་བའི་དབུ་ཁྲིར་ཉེར་ཤས་ལྷག་གིས་མང་ཐོག་འགྱུར་བར་མ་ཟད། ཁོང་དང། ཡང་སྲིད་རྩེ་ཆུ་ཚོགས་ཆུང་གི་འགོས་ནད་ནི་དགེ་འདུན་ཆོས་སྐྱིད་ཉི་མ་བཞི་བའི། ཆེ་བོ་དེ། ཡང་སྲིད་ཁྲི་བྲལ་ཡིན་ལུགས་སྙམ་པའི་ཉོན་ཚང་ཡང་བྱུང། གནས་ཚུལ་འདི་དག་གཞིར་རྩར་བཞག་སྟེ། ངོས་ནས་རྟག་པ་སྔ་རྗེས་བརྗོད་པ་དང་འབྲེལ། ཆོས་སྐྱོང་ཁག་ལའང་ལུང་བཞི་ཕུལ་བར། ཚང་མས་དོལ་འདྲིས་སུ། བྱ་བྲལ་རིན་པོ་ཆེ་དང་ཡང་སྲིད་རྩད་གཅོད་ཚོགས་ཆུང་གི་དགོངས་ཚུལ་དང་རྩེ་མཐུན་བྱུང་བར། ངོས་རང་ཧ་ཅང་དགའ་བོ་བྱུང། གནས་ཚུལ་འདི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་སྐོར་ལྔ། ཟླ་བ་གཉིས་པའི་ནང། བྱ་བྲལ་རིན་པོ་ཆེར་སངས་རྒྱས་ཐོག་ནས་ཕུལ་ཞིང། དེ་དང་མཉམ་དུ། པཎ་ཆེན་ཀུན་བཟང་བཅུ་གཅིག་པ། ཆེའུ་ཆུང་ངུ་དེའི་ཞབས་བརྟན་གསོལ་འདེབས་ཤིག་གསར་དུ་གསུམ་ཡོད་པ་དེ་ཡང་ཕུལ་བ་ཡིན། དངོས་ནས། བྱ་བྲལ་རིན་པོ་ཆེའི་པེ་ཅིན་གྱི་སི་ཐན་རྙོག་འཛིང་ནང་ནས་དོན་འགྲུས་གསོན་པའི་ཐབས་ལམ་ཞིག་རྙེད་ཐུབ་པའི་རེ་བ་བྱས་པ་ཡིན། དེ་ཡང། སྤྱིར་བླ་མའི་ཡང་སྲིད་ཀྱི་གནས་ཚུལ་ནི། བོད་བརྒྱུད་ནང་བསྟན་དང་འབྲེལ་བའི་ཆོས་ལུགས་ཆེས་གནས་ཚུལ་ཞིག་ཡིན་པ་དང། ངོས་འཛིན་བྱ་རྒྱུའི་དབུ་ཁྲིད་དེ་རྒྱ་ནག་གིས་བཟུང་བའི་ས་ཁོངས་སུ་ཡོད་པ་བཅས་ལ་བརྟེན། བྱ་བྲལ་རིན་པོ་ཆེ་དང་ཁོང་གི་ཚོགས་ཆུང་གིས་གདམ་ག་གནང་བ་དེར་རྒྱ་ནག་གི་འགོ་ཁྲིད་ཚོས་ཁས་ལེན་ཡོང་བའི་རེ་བ་བྱས་པ་ཡིན། རང་ཉིད་ནས་ཀྱང་སྐབས་དེར་བོད་སེ་ར་དགོན་པའི་དགེ་བཤེས་ཡེ་ཤེས་དབང་ཕྱུག་ལགས་སུ་ཡང་གསང་བའི་ཐོག་ནས་ཡི་གེ་ཞིག་ཕུལ་ཏེ། ཡང་སྲིད་རྩད་གཅོད་ཚོགས་ཆུང་གིས་འཆར་འབུལ་དང་དངུལ་གྱི་རྟག་པ་གཉིས་རྩིས་མཐུན་གྱིས་ཡང་སྲིད་དངུལ་འཛིན་གཏན་འཁེལ་བྱུང་བར་ཧ་ཅང་དགའ་བོའི་གཞུང་ལུགས་བརྒྱུད་ཐོག་དངོས་གནས་བཙན་པའི་པཎ་ཆེན་ཆུང་སྲིད་རིན་པོ་ཆེའི་ཞབས་བརྟན་གསོལ་འདེབས་ཀྱི་དངོས་བཤུས་ཀྱང་བསྐུར་བ་ཡིན། དངོས་གནས་དགེ་བཤེས་ལགས་ལ་རེ་བསྐུལ་ཞུས་པའི་དོན་དག་ཅིག་ནི། ཁོང་གིས་ཤུགས་ཆེན་བེད་སྤྱོད་གནང་སྟེ། རྒྱ་ནག་གཞུང་གི་འགོ་ཁྲིད་ཚོར་པཎ་ཆེན་ཆུང་སྲིད་རིན་པོ་ཆེའི་ཡབ་ཡུམ་དང་ངོས་བར་ངོ་ཤེས་ཀྱི་འབྲེལ་བ་གང་ཡང་མེད་པའི་ཕྱིར་དེ་ཡིད་ཆེས་ངེས་ཅན་ཡོང་བ་བཟོ་རྒྱུར་རོགས་ཕན་གནང་རོགས་ཞུ་ཡི་དང། གནས་སྐབས་རང་ངོས་ཀྱིས་རྟག་པར་བརྗེད་པའི་གྲུབ་དོན་དེ་གསང་རྒྱ་བྱས་ཏེ་འཇོག་རྒྱུ་ཡིན་ཞེས་ཀྱང་བརྗོད་པ་ཡིན།

པཎ་ཆེན་རིན་པོ་ཆེ་ཡང་སྲིད་སྐུར་ངོས་ནས་དམུ་ལོང་སོགས་བསྟེན་ནས་བདག་ཅག་རིམ་པར་བརྗེས་ཏེ་གཏན་འཁེལ་བྱུང་བའི་གནས་ཚུལ་དེ་འཛམ་གླིང་གི་བོད་བརྒྱུད་ནང་བསྟན་རྗེས་འཇུག་པ་ཚོར་གསལ་བསྒྲགས་བྱ་རྒྱུའི་ཐག་གཅོད་བྱས་པ་ཡིན། དེར་བརྟེན། རྒྱ་ནག་གཞུང་ལ་མུ་ཁྱུད་ཆེན་པོ་རྒྱ་ལ་བཏོན་གྲབས་བརྒྱུད། ཉིན་གཅིག་གི་གོང་དུ་སྔོན་བརྡ་འཕྲད་པ་དང་སྦྲགས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་སྐོར་ལྔ། ཟླ་བ་ལྔ་པའི་ཚེས་བཅུ་བཞི། བོད་ཟླ་གསུམ་པའི་ཚེས་ཆེན་བཅོ་ལྔ་ཉིན། ཆེ་བོད་དགེ་འདུན་ཆོས་རྗེ་ཉི་མ། ངོས་ནས་པཎ་ཆེན་སྐུ་འཕྲང་བཅུ་གཅིག་པར་ངོས་འཛིན་བྱས་ཡོད་པའི་ཚུལ་དེ་གསལ་བསྒྲགས་བྱས་པ་ཡིན། གལ་ཆེའི་གསལ་བསྒྲགས་འདི་དུས་ཚིགས་ངེས་ཅན་དེར་བྱེད་དོན་ནི། ཉིན་དེ་དཔལ་དུས་ཀྱི་འཁོར་ལོ་བཞི་པ་ནང་པ་སངས་རྒྱས་པའི་གསང་སྔགས་ཀྱི་ཆུ་གཟེར་ཐུན་མོང་མ་ཡིན་པ་དེ་དང་འབྲེལ་བ་ཡོད་པའི་གནད་ཀྱིས་ཡིན་ཅིང། དུས་འཁོར་གྱི་ཆོས་སྐོར་ནི་པཎ་ཆེན་རིན་པོ་ཆེའི་སྐུ་འཕྲང་རིམ་བྱོན་དང་དམིགས་བསལ་འབྲེལ་བ་ཡོད་པ་ཞིག་ཆགས་ཡོད། ངོས་ནས་གསལ་བསྒྲགས་དེའི་ངོ་བཤུས་ཤིག། དེ་ལས་རྒྱ་ནག་གཞུང་ཚབ་ལ་འཕྲོད་ངེས་དམ་འདོན་བྱས་པར་མ་ཟད་གཞུང་ཚབ་བརྒྱུད་ནས་དེའི་ངོ་བཤུས་ཤིག་བོད་དུ་གཞིས་བྱེས་བཀྲ་ཤིས་ལྷུན་པོའི་དགོན་པར་གཞིགས་པའི་ཕྱག་སྦྲེལ་རིན་པོ་ཆེ་དང། ཡང་སྲིད་རྩད་གཅོད་ཚོགས་ཆུང་ལའང་སྤྲོད་རོགས་ཞེས་དོ་ནན་བྱས་པ་ཡིན། ཁོ་བོ་རང་ངོས་ནས་བརྗོད་ན་པཎ་ཆེན་རིན་པོ་ཆེའི་ཡང་སྲིད་ངོས་འཛིན་གཏན་འཁེལ་བཞེས་པ་འདི་བོད་བརྒྱུད་ནང་བསྟན་གྱི་སྲོལ་རྒྱུན་དང་འགྲོ་སྟངས་ལ་གསལ་ལེར་མེད་པར་སོང་ཚུལ་བརྗོད་པའི་གནད་དོན་གལ་ཆེན་ཞིག་ཆགས་ཡོད། ནམ་ཞིག་ངོས་རང་གུན་གསེང་པཎ་ཆེན་རིན་པོ་ཆེའི་ཡང་སྲིད་རྩལ་འདོན་ཐད། གདན་ས་བཀྲ་ཤིས་བློན་པོ་རང་གི་གཞུང་འབྲེལ་ཡང་སྲིད་རྩད་གཅོད་ཚོགས་ཆུང་གིས་འདེམས་སྒྲུག་བྱས་པའི་ཆེ་བོ་དེ་རང་ཡིན་པའི་ཡིད་ཆེས་དང་ངེས་པ་རྙེད་པ་བྱུང་རྗེས་སུ། དབུ་ཁྲིད་གཞན་ལ་རྒྱབ་གཉེར་བྱ་རྒྱུ་ནི་ལོ་ཡུལ་དུ་བྱུང་ཐབས་མེད་པ་ཞིག་ཆགས་ཡོད། ལོ་ཕན་པ་ཞིག་ལ། གནད་དོན་འདིའི་ཐད་འཁོན་ལན་གྱིས་ཚུར་དུ་རྐྱེན་ངན་ཤིན་ཏུ་ཚབས་ཆེན་བཟོས་སོང། དེ་ཡང་བྱ་བྲལ་རིན་པོ་ཆེས་ལོ་དྲུག་བཙོན་འཇུག་དང། བཀྲ་ཤིས་བློན་པོས་དགེ་འདུན་པ་སུམ་ཅུ་ལྷག་འཛིན་བཟུང་བྱས་པའི་མཚོན། དགོན་པ་དེ་ཉིད་ཚབས་ཆེའི་ཉེས་འདོགས་སུན་གཙེར་བྱ་ཡུལ་དུ་གྱུར། བྱ་བྲལ་རིན་པོ་ཆེ་བཙོན་གྲོལ་གཏོང་དགོས་པའི་དུས་སུ་སླེབས་ཟིན་ཡང། དུས་དེང་སང་གི་བར་དུ་ཁོང་གང་དུ་བཞུགས་ཡོད་མེད་སྐོར་ཡིད་རྟོན་ཐུབ་པའི་གནས་ཚུལ་གང་ཡང་གོ་ཐོས་མ་བྱུང། བྱ་བྲལ་རིན་པོ་ཆེ་མཆོག་ནི་བོན་ཆེན་སྐུ་གོང་མར་ཞབས་འདེགས་ལྷག་བསམ་རྣམ་དག་ཞུས་པ་ཙམ་དུ་མ་ཟད་བོན་ཆེན་རིན་པོ་ཆེའི་ཡང་སྲིད་ཀྱང་བོད་རྒྱལ་ནང་བསྟན་གྱི་ལམ་སྲོལ་གཞིར་བཟུང་ངོས་འཛིན་ཐུབ་ཐབས་སུ་སྐུ་ལུས་ཆེན་པོ་བསྐྱོན་པ་རེད། དེ་ཙམ་མ་ཟད་ཁོང་གིས་འགོ་ཁྲིད་པའི་ཡང་སྲིད་རྩད་གཅོད་ཚོགས་ཆུང་གི་ལས་དོན་ལའང་པེ་ཅིང་གི་འགོ་ཁྲིད་ཚོས་བཀའ་འཁྲོལ་ཐོབ་ཐབས་གང་ཡོང་གནང་ཞིང་དེའི་ཆེད་དུ་ཡང་སྲོལ་རྩད་གཅོད་ཀྱི་བརྒྱུད་རིམ་ཆ་ཚང་པེ་ཅིང་གཞུང་གི་མཁྱེན་རྟོགས་ཡོད་པ་བཟོས་ཡོད། དེར་བརྟེན། ཁོང་གིས་ལྷག་བསམ་ལྷམ་ཐག་གནང་བའི་འབྲས་བུར་སྐུ་ངལ་ཆེན་པོ་དེ་ཙམ་མྱངས་དགོས་བྱུང་བ་མཐོང་དུས། ངུ་ཅི་ཡི་ལ་བཟོད་མི་བདེ་བའི་བློ་ཕམ་ཆེན་པོ་བྱུང། དགུང་ལོ་དྲུག་ལ་སོན་པའི་པན་ཆེན་ཆུང་སྲིད་རིན་པོ་ཆེ། དགེ་འདུན་ཆོས་ཀྱི་ཉི་མ་དང་ཁོང་གི་སྣང་མེད་རྣམས་ཀྱང། འཛིན་བཟུང་བཀག་ཉར་བྱས་ཏེ། སྐབས་དེར་ཁོང་འཛམ་གླིང་གི་རྩོམ་པ་ལོ་ན་ཆུང་ཤོས་སུ་གྱར། དེ་ནས་བཟུང་སྟེ་དུས་དེང་གཟེངས་ཀྱི་བར་དུ་ཡང་ཁོང་གར་ཡོད་ཤེས་རྟོགས་མེད་ཀྱང། དེ་ནི་གཅིག་བྱས་ན་རྒྱ་ནག་དམར་ཤོག་ཚོགས་པའི་ལོ་རྒྱུས་ནང་གསང་བ་ཉར་ཚགས་ཐུབ་པ་ཡག་ཤོས་དེ་ཡིན་སྲིད། ངོས་ལ་མཁྱེན་རྒྱ་ཡངས་བའི་མི་སྣ་ཞིག་ཐེ་བའི་རྒྱ་རིགས་ཁ་ཤས་ཀྱིས། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ། རྒྱ་ནག་སྐམ་ས་ཆེན་པོའི་དམག་མིའི་རྟེན་གཞི་ཞིག་ཏུ་བཟང་བཙོན་གྱིས་རྣམ་པར་གཉེར་ཡོད་ཚུལ་བརྗོད་བྱུང། རྒྱ་ནག་དབང་འཛིན་པས་ཕ་མ་གཉིས་ཀ་དམར་ཤོག་ཚོགས་མི་ཡིན་པས། དབུ་ཁྲིད་གཞན་རྒྱལ་མཚན་ནོར་བུ་ཟེར་བ་ཞིག་འདེམས་སྒྲིག་བྱས་ཏེ། ཁོང་བཀྲ་ཤིས་ལྷུན་པོ་དགོན་པའི་པཎ་ཆེན་རིན་པོ་ཆེ་ཁྲི་ལ་བཙན་ཤེད་ཀྱིས་བསྐོས་པ་དང་ཆབས་ཅིག། བཀྲ་ཤིས་ལྷུན་པོའི་དགོན་པ་ཕྱག་གཡེར་གཞིས་ཀ་རྩེའི་གྲོང་ཁྱེར་དུ་རྒྱ་དམག་འབོར་ཆེན་འགྲེམས་འཇོག་བྱས། གནས་ཚུལ་ཐབས་སྡུག་འདིའི་ནང་ཁྱེའུ་ཆུང་ངུ་གཉིས་ཚུད་པར་ངོས་རང་སེམས་སྐྱོ་བོ་བྱུང། ང་ཚོས་པཎ་ཆེན་རིན་པོ་ཆེ་ངོ་མ་དཀར་ཡོལ་མི་ཤེས་པ་དང། རྒྱ་ནག་དམར་ཤོག་གིས་མགོ་ཁྲིད་ཚོས་བདམས་ཏེ་བཀྲ་ཤིས་ལྷུན་པོའི་ཁྲི་ལ་བསྐོས་པ་དེར་ནི་བུ་མོ་ཚོ་ཙམ་དུ་མ་ཟད། རྒྱལ་རིགས་ནང་པ་ཁག་ཅིག་གིས་ཀྱང་པཎ་ཆེན་རྫུན་མའམ། རྒྱལ་མི་པཎ་ཆེན་བཞིའི་འབུམ་མོ་ཡིན་པ་ཤེས་རྟོགས་བྱུང། པཎ་ཆེན་ངོ་མ་དགེ་འདུན་ཆོས་རྗེ་སྙེ་མ་ལ་ཆ་བཞག་ན། ཐ་ན་ཁོང་གི་སྐུ་པར་ཡང་བོད་ནང་སྒྲིག་གཤོམ་མི་ཆོག་པའི་དམ་དྲག་བྱས་ཡོད་པ། དུས་ད་ལྟའང་རང་འཇགས་སུ་གནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ཟླ་བ་བཅུ་གཅིག་པའི་ནང། རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་རྒྱ་གར་དུ་ཉིན་གྲངས་བརྒྱད་དེ་རིང་གཞུང་འབྲེལ་ལྟ་སྐོར་དུ་ཡོང་སྐབས། ཁོང་མཇལ་འཕྲད་ཡོང་ཐབས་མེད་པ་ཞིག་ཀྱང་བོད་ནང་རྒྱ་ནག་གི་དྲག་གནོན་སྲིད་ཇུས་དཔེར་མོས་ཕྱི་འཐེན་དགོས་པའི་འབོད་སྐུལ་གསལ་བསྒྲགས་སྤེལ་རྒྱའི་གོ་སྐབས་བླངས་བ་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ཟླ་བ་གཉིས་པའི་ཚེས་བཅུ་དགུ་ཉིན། རྒྱ་ནག་གི་ཆེས་མཐོའི་མགོ་ཁྲིད་ཏིང་ཞོ་ཕིན་ཚེ་ལས་འདས། དེའི་ཉིན་དངུལ་ཆད་ཕེར་བའི་གསར་བསྒྲགས་ནང། ཏིང་ཞོ་ཕེང་གིས་མི་ཚེའི་རིང། བོད་དོན་སྐོར་དོན་དམ་པའི་གྲོས་མོལ་མ་བྱུང་བར་བློ་ཕམ་བྱུང་བ་དང། ད་ཆ་འབྲེལ་ལམ་བསྐྱར་མཐུད་ཀྱིས་གོ་སྐབས་གསར་བ་ཡོང་བའི་རེ་བ་ཡོད་ཚུལ་བརྗོད་པ་ཡིན། སྐབས་དེར་ངོས་ནས་ཅུང་ཟད་མིང་ལ་འཕུར་བའི་ཐུགས་གསོའི་ཡི་གེ་ནང། སྐུ་ཞབས་ཏིང་ཞོ་ཕེང་གིས་མི་ཚེའི་རིང། བོད་དོན་སྐོར་དོན་དམ་པའི་གྲོས་མོལ་བྱེད་མ་ཐུབ་པར་བློ་ཕམ་ཆེན་པོ་ཡོད། འོན་ཀྱང། ཏིང་ཞོ་ཕིན་འདི་གྲོངས་སུ་ཕྱིན་པ་དེས་རྒྱ་ནག་དང་བོད་གཉིས་ཀར་གོ་སྐབས་གསར་བ་ཞིག་དང། གདོང་ལེན་བྱེད་དགོས་པའི་གནད་དོན་གསར་བ་ཞིག་ཀྱང་བསྐྲུན་ཡོད་པར་ངོས་ནས་ཡིད་ཆེས་བརྟན་པོ་བྱེད་ཀྱི་ཡོད། དེར་བརྟེན། སྐུ་ཉིད་ཀྱི་དབུ་ཁྲིད་འོག་རྒྱ་ནག་གཞུང་གི་སྒྲིག་མཐུན་སྐུ་ཞིང་གི་བསམ་བློ་བཅངས་ཏེ། བོད་ཀྱི་དཀའ་རྙོག་འདི་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱེད་དགོས་པའི་དགེ་མཚན་ཤེས་རྟོགས་དང། རྣམ་དཔྱོད་ལྡན་པའི་རེ་བ་བྱེད་ཀྱི་ཡོད། དངོས་ལ་མཚོན་ན། ང་ཚོའི་དཀའ་རྙོག་དེ་ལྷག་བསམ་དང་ཀུ་ཤང་གྱི་འཁོར་ཡིག་ནང། གྲུ་མུར་ཁོ་ནར་བརྟེན་ནས་ཐག་གཅོད་ཡོང་རྒྱུའི་ཡིད་ཆེས་བརྟན་པོ་ཡོད་ཅེས་ཡོད་སར་ཡོད། ཏིང་ཞོ་ཕེང་གིས་དངུལ་ཆད་ཆེན་པོར་བོད་རང་བཙན་མ་གཏོགས་གནད་དོན་གཞན་ཚང་མ་གྲོས་བསྡུར་གྱི་ལམ་ནས་ཐག་གཅོད་བྱེད་ཆོག་ཅེས་གླེང་སློང་ཐོག་མར་བྱུང་བ་ནི། དངུལ་གྱི་སེམས་ནང། ཏིང་ཞོ་ཕེང་གི་མགོ་སྤྲོད་གནང་རིང་ང་ཚོར། འགག་སྒྲོལ་རང་བཞིན་གྱི་གྲུབ་འབྲས་ཆེན་པོ་ཡོང་བའི་རེ་བ་ཞིག་ཡོད་རུང། བློ་ཕམ་པ་ཞིག་ལ་དེ་ལྟར་བྱུང་མེད། དེང་ཞོ་ཕིན་ཀྲུང་བ་དེས་ཆབ་སྲིད་ཀྱི་དུས་རབས་ཤིག་མཇུག་སྒྲིལ་བ་མཚོན་པ་རེད། ཁོང་ནི་རྒྱ་ནག་དབང་སྒྱུར་མཁན་གྱི་གསར་བརྗེའི་དམར་ཤོག་པ་རྒན་གྲས་མཐའ་མ་དེ་ཡིན་པར་མ་ཟད། དངོས་གནས་ཐུག་འཕྲད་ཀྱི་ངོ་ཤེས་པའི་རྒྱ་ནག་གི་མཐོ་རིམ་འགོ་ཁྲིད་མཐའ་མ་དེ་ཡང་ཆགས་ཡོད། ཁོང་ནི་རྒྱ་ནག་ཕྱི་ཕྱོགས་སུ་སྒོ་འབྱེད་བྱེད་མཁན་ཡིན་པར་མ་ཟད། དཔལ་འབྱོར་ཡར་རྒྱས་མངོན་གསལ་བཏང་བའི་འབྲས་བུར། མི་དམངས་ས་ཡ་མང་པོ་བག་རུམ་འཕོངས་ཆེ་གནས་ལས་གྲོལ་བ་དང། ལྷག་པར། མདུན་མཆོང་ཆེན་པོའམ། མཆོང་སྐྱོད་ཆེན་པོ་ཟེར་བའི་མི་སྐད་དང། རིག་གནས་གསར་བརྗེའི་དཀའ་སྡུག་གིས་བཟོས་པའི་བག་རུམ་འཕོངས་ཆེ་གནས་སྟངས་ལས་གྲོལ་ཐུབ་པ་བྱུང་བ་རེད། དེ་བཞིན། དེང་ཞོ་ཕེང་གི་བཀོད་འདོམས་འོག། རྒྱ་ནག་གི་བྱང་བསྒྲུར་དམག་དཔུང་གིས་གནམ་བདེ་སྒོ་མོ་ཆེའི་ཐང་ཆེན་ཐོག། སོ་སོའི་མི་མང་ལ་མཚོན་ཆ་བེད་སྤྱོད་ཀྱིས་མི་ཤིན་ཏུ་མང་པོ་མར་སུ་བཅང་བཏང་བ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ཟླ་བ་གསུམ་པའི་ནང་ངོས་རང་ཐེ་ཝན་དུ་ཐོག་མར་ཆོས་བརྒྱུད་གོ་སྐབས་བཟང་བོ་བྱུང། ངོས་ལ་གཞུང་འབྲེལ་མགྲོན་འབོད་གནང་མཁན་ནི་ཐེ་ཝན་ནང་བསྟན་མཐུན་ཚོགས་དང་ཀོ་མིན་ཏང་ཚོགས་པས་བཟུང་བའི་ཐེ་ཝན་གྱི་གཞུང་གཉིས་རེད། ཐེ་ཝན་ཀོ་མིན་ཏང་གི་ཚོགས་པ་དེ་ཐོག་མར་རྒྱ་ནག་སྐམ་ས་ཆེན་མོར་བཙུགས་ཤིང། དེའི་མགོ་ཁྲིད། ཅང་ཅེ་ཧྲི་ཕྱིར་ལོག་གཅིག་སྟོང་དགུ་བརྒྱ་བཞི་བཅུ་བཞི་དགུ་ལོར། མོ་ཙེ་ཏུང་གིས་མགོ་ཁྲིད་པའི་དམར་ཤོག་ཚོགས་པས། རྒྱ་ནག་སྐམ་ས་ཆེན་པོ་བཟུང་རྗེས་ཐེ་ཝན་ལ་དཀྲུག་ཤར་དུ་འགྱུར་བ་རེད། ཐེ་ཝན་གོ་མིན་ཏང་ཚོགས་པའི་ལངས་ཕྱོགས་ནི། ཐེ་ཝན་དུ་ཡོད་པའི་གཞུང་སྟེ། དེ་སྔའི་རྒྱ་ནག་མི་སེར་སྒྱུར་སྐབས་ཀྱི་གཞུང་དེ་རྒྱུན་བསྐྱངས་བཞིན་ཡོད་མུས་སུ་ངོས་འཛིན་བྱེད་ཀྱི་ཡོད་ཀྱང། རྒྱ་ནག་སྐམ་ས་ཆེན་མོ་ནས། ཡུན་རིང་ལོག་ས་ནས་ཡོད་ཀྱང། ངོས་ཐེ་ཝན་དུ་ཐེངས་དང་པོར་ཆོད་པའི་སྐབས་སུའང། རྒྱ་ནག་སྐམ་ས་ཆེན་མོ་ཡོངས་རྫོགས་དང་པོ་བྱས་ཐད་བདག་གང་ཡོད་ལེགས་རྒྱུ་དེ་ནི་མོས་རེད། དེ་ལྟ་ནའང། ངོས་ལ་ཐེ་ཝན་གྱི་སྲིད་འཛིན། ལི་ཐང་ཧྲི་ཡིས་གཞུང་འབྲེལ་མགྲོན་བསུ་གནང་བ་དེས། ཐེ་ཝན་གྱི་ངོས་ནས་བོད་ཀྱི་གནས་བབ་ཐད་བཟུང་བའི་གཞུང་འབྲེལ་གྱི་ལངས་ཕྱོགས་དེ་གུ་ཡངས་སུ་འགྲོ་བཞིན་པ་མཚོན་གྱི་ཡོད། ངོས་རང་ཐེ་ཝན་དུ་བྱོལ་བ་དེ་དང། ལྷག་པར། ཐེ་ཝན་གྱི་སྲིད་འཛིན་དང་མཇལ་འཕྲད་བྱུང་བ་དེར། རྒྱ་གཞུང་མ་དགའ་བ་ཆེན་པོ་བྱུང་ཞིང། རྒྱ་ནག་མཉམ་གནས་སུ་གཏོང་ཆེད་ངོས་ནས་ཐེ་ཝན་དང་ངན་འབྲེལ་ཕྱི་ལུགས་ཀྱིས་བཅོས་འགྱུར་བྱས་པ་ནི་བརྗོད་མི་དགོས། ཁོ་བོ་སྒེར་ལ་མཚོན་ན། ཐེ་ཝན་དུ་ལྟ་སྐོར་དུ་ཕྱིན་པ་འདིའི་ཐད། ཆེས་གྲངས་སུ་དབུལ་བ་དང་རིན་ཐང་ཆེ་ཤོས་ཀྱི་ཆ་ཤས་ཤིག་ནི། རྒྱ་རིགས་ནང་པ་ཧ་ཅང་མང་པོས། ནང་བསྟན་ལ་དད་པ་རྣམ་པར་དག་པ་བྱེད་བཞིན་པ་དང། དེ་ལ། སྲིད་གཞུང་གིས་ཐེ་བྱུས་གང་ཡང་མེད་པར། ཆོས་དད་རང་དབང་ཡོད་པ་དངོས་མཐོང་བྱུང་བ་དེ་ཡིན། ཕྱི་ལོ་ཉིས་སྟོང་གཅིག་གི་ལོར་ཐེ་ཝན་གྱི་སྲིད་འཛིན་ཀྲན་ཧྲུའེ་པེན་གྱིས་གཞུང་འབྲེལ་མགྲོན་འབོད་གནང་བ་ལྟར། ངོས་ནས་ཐེ་ཝན་དུ་ལྟ་སྐོར་ཐེངས་གཉིས་པ་བྱས། དུས་དེར་ལྕམ་སྐུ་ཚའེ་ཨང་ཝུན་ངོ་འཕྲད་བྱུང་ཞིང། ཁོང་ཕྱི་ཚེས་ཐེ་ཝན་གྱི་སྲིད་འཛིན་ཆགས་པ་རེད། སྐབས་དེ་དུས་ཐེ་ཝན་ལ་བོད་ཀྱི་བདག་དབང་ཡོད་ཚུལ་རྒྱུ་མཚམས་འཇོག་འགོ་བཙུགས་པའི་སྐབས་ཤིག་ཡིན་ཞིང། དེའི་འབྲས་བུར་རྒྱ་གར་ནས་ཡོང་བའི་བོད་མི་ཚོར་རྒྱལ་ཁོངས་མེད་པས། རྒྱལ་ཁབ་ཀྱི་ཕྱི་སྤྱོད་ལག་དེབ་སེར་པོའི་ཐོག་ཐེ་ཝན་གྱི་ཆུང་ཆེན་དབུས་ས་སྤྲད་པར་མ་ཟད། མཐའ་མ། བོད་སོག་ཨུ་ཡོན་ལྷན་ཁང་ཡང་སྒོ་བརྒྱབ་པ་རེད། ལས་ཁུངས་དེ་ནི་ཐོག་མར་བོད་དང་ནང་སོག་གི་སོག་རིགས་ལྟ་བུའི་རྒྱ་རིགས་མ་ཡིན་པའི་ལས་དོན་སྒྲུབ་ཆེད་བཙུགས་པ་ཞིག་རེད། ཐ་མ། ཕྱི་ལོ་ཉིས་སྟོང་དགུ་ལོར་གྲུམ་བུ་གཤོང་སྟོན་དར་མཚོ་ལུང་དྲག་པོའི་སྲོག་སྐྱོན་དང་གནོད་འཚེ་ཆེན་པོ་ཐེབས་པའི་ཐའེ་ཝན་ལྷོ་ཁར་དེ་སྔོན་རང་ཆེ་བསྐྱོད་ཀྱིས་དངུལ་མང་གསོལ་འདེབས་བྱས་པ་ཡིན། དུས་ནས་དུས་སུ་ངོས་ནས་བོད་མི་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱེད་མུས་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ཟླ་བ་དགུ་པའི་ནང་རྒྱ་ནག་གཞུང་དང་འབྲེལ་མོལ་བྱེད་པའི་ལངས་ཕྱོགས་ལ་བསྐྱར་ཞིབ་ཆེད་ཚོགས་འདུ་སྐར་ཆེན་ཞིག་ཚོགས། དེ་ཡང་སྔོན་ནས་ཡང་ཡང་བརྗོད་མེད་ལྟར། བོད་མིའི་མདུན་ལམ་གྱི་མཐའ་མའི་ཐག་གཅོད་དེ། ཏཱ་ལའི་བླ་མའམ་ཡང་ན། རྒྱ་ནག་དམར་པོའི་གཞུང་གི་ཤ་རྒྱན་མ་ཡིན་པར། བོད་མི་མང་རང་ནས་བྱེད་དགོས་པ་ཡིན། ཚོགས་འདུ་འདིའི་མཇུག་བསྡོམས་སུ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས། ཁོ་ཝུའུ་སྨི་ལམ་གྱི་སྲི་ཞུ་བཞིའི་འབྱུང་མོས་དེར། རྒྱབ་སྐྱོར་གྱིས་གྲོས་ཆོད་དུ་གཏན་འབེབས་གནང། སྲི་ཞུ་དེའི་དོན་གནད་གཙོ་བོ་ཁག་ནི་གཤམ་གསལ། བཙན་བྱོལ་བོད་གཞུང་ནི། བོད་རང་བཙན་གྱི་རྩོད་གླེང་མི་བྱེད་པར། ཆོལ་གསུམ་བོད་རིགས་ཡོངས་རྫོགས་ཆབ་སྲིད་ཀྱི་གོང་བུ་ཞིག་ཏུ་བསྐྲུན་དགོས་པ་དང། དེ་འདྲའི་གོམ་བགྲོད་དེར་མིང་དོན་མཚུངས་པའི་མི་རིགས་ས་གནས་རང་སྲིད་རང་སྐྱོང་གི་གནས་བབ་ཚད་ལྡན་དགོས་པ། རང་སྲིད་རང་སྐྱོང་དེ་ཡང་དམངས་གཙོའི་ལམ་སྲོལ་ལ་བརྟེན་ནས་མི་མང་གིས་འོས་འདེམས་བྱས་པའི་གྲོས་ཚོགས་དང། འོས་འདེམས་བྱས་པའི་གཞུང་གིས་འཛིན་སྐྱོང་བྱེད་དགོས་པ། གོང་གསལ་གནས་བབ་རྣམས་རྒྱ་གཞུང་ནས་ཁས་ལེན་བྱུང་མཐར་བོད་རྒྱ་ནག་ནས་ཁ་བྲལ་མི་དགོས་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མཉམ་དུ་གནས་རྒྱུ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབུས་གཞུང་ནས་བོད་ཀྱི་སྲིད་དོན་གྱི་ཕྱི་འབྲེལ་དང་རྒྱལ་སྲུང་གི་འགན་འཁུར་ལས་བོད་ཀྱི་ཆོས་དང་རིག་གཞུང་ཤེས་ཡོན་དཔལ་འབྱོར་འཕྲོད་བསྟེན་སྐྱེ་ཁམས་ཁོར་ཡུག་སྲུང་སྐྱོབ་སོགས་དང་འབྲེལ་བའི་ལས་དོན་ཡོངས་རྫོགས་བུ་མོ་རང་གིས་འཛིན་སྐྱོང་བྱེད་དགོས་པ། བོད་རྒྱའི་དཀའ་རྙོག་སེལ་ཆེད ྋགོང་ས་མཆོག་གིས་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་དང་མཉམ་དུ་ལྷག་བསམ་རྣམ་དག་གིས་གྲོས་འབོར་དང་འདུམ་འགྲིག་གི་མཐུན་རྐྱེན་རྐང་བཞེས་གནང་རྒྱུ་གཞི་ཡོད་ཟེར་ཡོད། དེ་ལ་རྒྱ་ཕྱོགས་ནས་ལན་འདེབས་ལྟ་བུར་ཕྱིར་སློག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད།

ཏཱ་ལའི་ཡིས་རྫུན་གཏམ་བསྒྲིགས་ཏེ། འདི་ཁྲིམས་འདི་རྩིས་མེད་དུ་བཏང་ཞིང། དེ་དང་རྒྱབ་འགལ་བྱས་པ་དེའི་ཐོག་ནས་འཛམ་གླིང་གི་ཐོག་གི་སྐྱེ་བོ་རྣམས་ལ་ཆོས་ལུགས་ཀྱི་དར་ཆ་བསྒྲེངས་ནས། མེས་རྒྱལ་ཁ་བྲལ་གྱི་ཞབས་ཞུ་སྟོན་དུ་གཉེར་བའི་ཁོའི་གདོང་རིས་ངོ་མ་དེ་ཁོ་ན་ཕྱིར་མངོན་པ་རེད་ཅེས་བཀོད་འདུག་སྐབས་དེ་དང་དུས་མཚུངས་སུ། ངོས་ནས་རྒྱ་ནག་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྡེ་ཁོངས་སུ་འཛུལ་ཞུགས་ཕྱོགས་བསྒྱུར་རྒྱབ་སྐྱོར་སྐུལ་ལྕག་བྱས་པ་ཡིན། རྒྱ་ནག་རྒྱལ་ཁབ་སྒོ་འབྱེད་བྱ་རྒྱུ་ནི་རྒྱ་ནག་མི་དམངས་ཀྱི་ཕུགས་ཀྱི་ཁེ་ཕན་དང་མཐུན་པར། ངོས་ནས་སྐབས་བབ་དེར་ཡིད་ཆེས་ཡོད་པ་བཞིན་ད་ལྟའང་དེ་ག་རང་ཡིན། དེར་བརྟེན། སྐབས་བབ་དེར་ཨ་རིའི་ངོས་ནས་རྒྱ་ནག་ལ་ཚོང་དོན་གནས་བབ་མཐོ་ཤོས། MFN། བཞེས་པ་སྤྲོད་དབུས་མིན་སྐོར་གྲོས་བསྡུར་གཙོ་བཤད་བྱེད་སྐབས། ངོས་ནས་གནས་བབ་དེ་སྤྲོད་དབུས་པར་རྒྱབ་སྐྱོར་བྱས་པ་ཙམ་དུ་མ་ཟད། དངོས་སུའང། ཨ་རིའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ལྷན་ཁང་གི་ཚོགས་གཙོ་ལ། རྒྱ་ནག་ལ་ཚོང་དོན་གནས་བབ་དེ་གནང་རྒྱུར་རྒྱབ་སྐྱོར་སྐུལ་ལྕག་གི་ཡི་གེ་ཡང་ཕུལ་བ་ཡིན། པེ་ཅིང་གཞུང་གི་འགོ་ཁྲིད་དང་ང་ཚོའི་བར་གྱི་འབྲེལ་ལམ་ལ་མཚོན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་རྒྱ་ཆིག་བཅར་དགུའི་ལོའི་རྗེས་ལོ་མང་རིང་དོན་ཕན་ལྡན་པ་གང་ཡང་བྱུང་མེད། དེའི་ལྟར་ནའང། དབུས་ཀྱི་སྐུ་ཚབ་རྒྱ་རུ་བློ་གྲོས་དང་སྐལ་བཟང་རྒྱལ་མཚན་གཉིས་རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་གྱི་སྐུ་ཚབ་དང་མཉམ་དུ་སྐབས་དེར་གསང་ཡིག་སྒོ་ནས་ཧོང་ཀོང་དང་ཐེ་ལན་གྲིའི་གྲོང་ཁྱེར་ཅང་མེ་ལ་ཐུག་འཕྲད་ཐེངས་ཁ་ཤས་བྱུང་ཡོད། དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ཟླ་བ་དགུ་པའི་ཚེས་ཉེར་བརྒྱད་ཉིན་ཨ་རིའི་སྤྲུལ་ཚོགས་གོང་མའི་ཚོགས་མི། ལྕམ་སྐུ། Dianna Feinstein དང་ཁོང་གི་སྐུ་ཟླ། ཨ་རིའི་ཚོང་པ། རི་ཆཱ་ཏྲི་བྷི་ལེམ་གཉིས་པེ་ཅིན་དུ་རྒྱ་ནག་གི་སྲིད་འཛིན་བརྒྱ་ཕྲག་སྐབས། ངོས་ནས་ཅང་ཙེ་མིན་ལ་ཕུ་རིའི་ཡི་གེ་བཀླག་སྤྲོད་ཐུབ་པ་བྱུང། འདི་ནི། ཨ་རིའི་སྲིད་འཛིན། Bill Clinton། དང་ཅང་ཙེ་མིན་གཉིས། པེ་ཅིན་དུ་འབྱར་འཛོམས་མ་གནང་བའི་ཟླ་བ་ཁ་ཤས་གོང་ལ་རེད། པེ་ཅིན་གྱི་གསར་འགོད་ཚོགས་འདུའི་ཐོག། ཨ་རིའི་སྲིད་འཛིན་ཁི་ལིན་ཀྲོན་གྱིས་བོད་ཀྱི་གནད་དོན་སྐོར་གྲོས་བསྡུར་གནང་བ་གསལ་སྟོན་གནང་བ་དང་སྦྲགས། བོད་རྒྱའི་འབྲེལ་མོལ་བསྐྱར་གསོ་དགོས་པའི་སྐར་ཆག་གནང་བར་ཅང་ཙེ་མིན་གྱིས་ལན་འདེབས་བྱས་དོན། དོན་དངོས་སུ། ཏཱ་ལའི་བླ་མས་བོད་ནི་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང། ཐེ་ཝན་ཡང་རྒྱ་ནག་གི་ཞིང་ཆེན་ཞིག་ཏུ་ཡོངས་བསྒྲགས་ཀྱིས་ཁས་ལེན་གསལ་བསྒྲགས་གནང་ཐུབ་པ་ཡིན་ན། འབྲེལ་མོལ་དང་གྲོས་མོལ་གྱི་སྒོ་མོ་ཕྱེ་ཤེས་པ་ཡིན། དོན་དམ་དུ་ང་ཚོས་ཏཱ་ལའི་བླ་མ་དང་བརྒྱུད་ལམ་ཁ་ཤས་ཐོག་ནས་འབྲེལ་བ་ཆེན་མོ་ཡིན་པས། དོན་གནད་འདིའི་ཐད་ལ་ཏཱ་ལའི་བླ་མའི་བཟང་ཕྱོགས་ཀྱི་བསྡད་ལན་ཞིག་གནང་རྒྱུའི་རེ་བ་ཡོད་ཅེས་གསུངས། འདི་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་ཁྲིད་ཅིག་གིས་ཡོངས་བསྒྲགས་ཐོག་བོད་ཀྱི་གནད་དོན་བླངས་བ་དང། འབྲེལ་མོལ་ཡོང་སྲིད་པའི་བརྡ་སྟོན་བྱས་པ་ཐོག་མ་དེ་ཆགས་ཡོད། ཅང་ཙེ་མིན་གྱིས་བཏོན་པའི་ཆ་རྐྱེན་དང་པོའི་ཐད་ལ་ནི། ངོས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་གཅིག་ཆ་བརྒྱད་ལོར་སི་ཏྲེ་ཡེ་སི་པགས་ཀྱིས་ཡུ་རོབ་གྲོས་ཚོགས་སུ་གཏམ་བཤད་བྱས་པ་ནས་བཟུང། རང་བཙན་རྩོད་རྒྱུ་མིན་པ་ཡོངས་གྲགས་ཐོག་གསར་འགྱུར་བྱས་ཟིན་པ། ཁོང་གིས་མཆན་གསར་ལྟར་རེད། ཆ་རྐྱེན་གཉིས་པའི་ཐད་དྲང་པོ་བརྗོད་ན། ཐེ་ཝན་ནི། བོད་དང་བོད་ཀྱི་གནད་དོན་ལ་འབྲེལ་བ་རྩ་བ་ནས་མེད། ཅང་ཙེ་མིན་གྱིས་ངོས་ཀྱི་སྐུ་ཚབ་ལ་འབྲེལ་གཏུག་གནང་བ་དེ་ལྷག་བསམ་བཟོར་མེད་ཡིན་སྲིད་ཀྱང། རྒྱ་ནག་ཆབ་སྲིད་ཅུས་ཀྱི་ནང་ཁོངས་ལ་རྒྱབ་སྐྱོར་ཆེ་ཆུང་ཅི་ཙམ་ཐོབ་ཀྱི་ཡོད་མེད་གསལ་བོ་མེད། དོན་ཆེན་སྣ་མང་གིས་ལོ་རབས་དགུ་བཅུ་བ་མཇུག་སྒྲིལ་བ་དང་མཉམ་དུ། དགའ་སྣང་ཆེ་བའི་ཡ་མཚན་གྱི་གནས་ཚུལ་ཞིག་བྱུང་བ་ནི། དགུང་ལོ་བཅུ་བཞིར་ཕེབས་པའི་ཀརྨ་བཀའ་བརྒྱུད་ཀྱི་བསྟན་པའི་བདག་པོ་རྒྱལ་བ་ཀརྨ་པ་མཆོག་ཕྱི་ལོ་ཉིས་སྟོང་ལོའི་ཟླ་བ་དང་པོའི་ཚེས་ལྔ་ཉིན། ལོ་བར་སྤོས་ནས་རྒྱ་གར་རྡ་རམ་ས་ལར་བཙན་བྱོལ་དུ་ཕེབས་འགྱུར་བྱུང། ཁོང་གིས་སྐུ་ཐོག་གོང་མ་རྒྱལ་བ་ཀརྨ་པ་ཀུན་གྲངས་བཅུ་དྲུག་པ་དང་དངོས་གཞས་འབྲི་ཟབ་མོ་ཡོད། སྐུ་གོང་མ་ཁོང་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་བྱོལ་དུ་ཕེབས་པའི་ཆོས་ལུགས་དབུ་ཁྲིད་ཚོའི་ནང་ནས་གནད་ཆེའི་བླ་ཆེན་ཞིག་ཡིན། དེར་བརྟེན་ངོས་རང་རྒྱལ་བ་ཀརྨ་པའི་ཡང་སྲིད་གསར་བ་ཨོ་རྒྱན་འཕྲིན་ལས་རྡོ་རྗེར་བསུ་བ་ཞུ་རྒྱུར་ཧ་ཅང་དགའ་བོ་བྱུང་ལ། ཁོང་དང་ཁོང་གི་སྐུ་འཁོར་རྣམས་དང་ལྷག་པར་ཁོང་གི་ལྷག་པར་སློབ་གཉེར་ཐད་ཕན་གྲོགས་གང་ཐུབ་ཞུས་པ་ཡིན།